སྐལ་བཟང་ཕུན་ཚོགས་འབྱུང་གནས་ལགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོར་སྦེལ་ཀོབ་གཞིས་སར་སྡེ་དགེ་སླར་གསོ་སྐྱེས་ཤིང། སྦེལ་ཀོབ་ཉིན་མོའི་སློབ་གྲྭར་སློབ་སྦྱོང་བྱེད་སྐབས་སློབ་གྲྭའི་འགལ་ཟླ་འོས་འདེམས་བྱུང་བ་མ་ཟད། ཤེས་རིག་ལས་ཁུངས་ནས་སློབ་ཕྲུག་ཕུལ་བྱུང་གི་བྱ་དགའ་ཐོབ་འདུག་ཁོང་གིས་སྦེང་ལོར་སེན་ཇོ་སེབ་མཐོ་སློབ་ཏུ་སློབ་སྦྱོང་བྱེད་སྐབས་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་མི་དང། ཕྱིས་སུ་ཚོགས་གཙོས་འགན་བཞེས་ཏེ་བོད་རང་དབང་འཐབ་རྩོད་དང་འབྲེལ་བའི་ལས་འགུལ་སྣ་མང་སྤེལ་ཡོད་པ་རེད། བེང་ལོར་སན་ཇོ་སེབ་མཐོ་སློབ་ནས་ངལ་བའི་གཙུག་ལག་རབ་འབྱམས་སློབ་མཐར་ཕྱིན་རྗེས། ཁོང་གིས་ལྡི་ལི་དོན་ཁང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དེ་བཞིན་བོད་ཀྱི་གྲོས་ཚོགས་དང་སྲིད་བྱུས་ཉམས་ཞིབ་ཁང་བཅས་ལ་དང་བླངས་ཞབས་ཞུ་བསྒྲུབས་པ་དང། དེ་ནས་ཨ་རིར་སློབ་སྦྱོང་གི་གོ་སྐབས་ཐོབ་ནས་བྷརན་ཏི་གཙུག་ལག་སློབ་གཉེར་ཁང་ནས་རྒྱལ་སྤྱིའི་འཕེལ་རྒྱས་ཀྱི་སློབ་ཚན་ཐོག་གཙུག་ལག་རབ་འབྱམས་ཀྱི་ལག་འཁྱེར་ཐོབ་འདུག་ཨ་རིར་སློབ་སྦྱོང་བྱེད་སྐབས་བོ་སི་ཏོན་བོད་མིའི་རྒྱབ་སྐྱོར་འོག་ཀོ་ལེ་ཀལ་དང་མེན་པར་བོད་མིའི་གཞིས་ཆགས་སུ་ཉི་འོད་གློག་གི་ལས་གཞི་ཐོག་མ་དེ་དབུ་འཛུགས་ཀྱིས་གཞིས་ཆགས་ཀྱི་ལས་ཁུངས་དང་སློབ་ཕྲུག་གི་སྡོད་ཁང་རྒྱལ་ཚོགས་གང་ཆེ་ལ་ཉི་འོད་ཀྱི་ཐུན་གྱིས་སྦྱར་འདུག་དེའི་རྗེས་སན་ཧྥ་རན་སིས་ཀོ་མཚོ་འགྲམ་ས་ཁུལ་དུ་གནས་སྤོས་གནང་རྗེས་སྐལ་བཟང་ལགས་ཀྱིས་ཐོག་མར་དངུལ་རྩིས་སློབ་སྟོན་པའི་ཕྱག་ལས་གནང་བ་དང་ཁོང་གིས་སན་ཧྥ་རན་སིས་ཀོ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དྲུང་ཆེ་དང་བྱང་ཀེ་ལི་ཧྥོ་ནི་ཡ་བོད་རིགས་མཐུན་ཚོགས་ཀྱི་འགོ་ཁྲིད་ཀྱི་ལས་འགན་བཞེས་པ་མ་ཟད་བྱང་ཀེ་ལི་ཧྥོ་ནི་ཡ་བོད་རིགས་མཐུན་ཚོགས་ཀྱི་གཟའ་མཇུག་སློབ་གྲྭ་རྣམ་དཔྱོད་སྐྱེད་ཚལ་སློབ་གྲྭའི་སློབ་སྤྱིས་གནང་འདུག་བྱང་ཀེ་ལི་ཧྥོ་ནི་ཡ་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོའི་ངོ་བོར་སྐལ་བཟང་ལགས་ཀྱིས་སྤྱི་ཁང་གི་བཟོ་བཅོས་གལ་ཆེན་ཁག་ལེགས་གྲུབ་ཆེད་ལས་བཅར་འགོ་ཁྲིད་དེ།